ཚད་མ་ལ་ཏེ་ལས་ངན་མིན་ལ་ཡེ་ཤེས་ཆུ་སྒྲོན་ཡིན། དེ་རིང་ང་ཚོའི་ཁང་བཟང་གི་བརྒྱུད་ནས་ལེ་ཚན་གསུམ་པ་དེ་ནད་རིགས་སྐོར་ལ་ཡིན། དབྱིན་སྐད་ཐོག་ནས་ཞུ་བ་ན Diseases། དེ་ནི་སྤྱི་བཏང་ནས་ནད་རིགས་ཧ་ཅང་མང་པོ་ཡོད་རེད་དེ་ནང་ལོ་ནས་ང་ཚོས་གཙོ་བོ་བྱས་ནད་རིགས་བཅོ་ལྔ་ཞེས་བདམས་པ་ཡིན་པ། དེ་ནི་ང་ཚོས་ཐོག་མ་དེ་ལ་ན་ཚ་དང་པོ་དེ་དབུགས་འཚང་གི་ནད།

དེ་རྗེས་ལ་ང་ཚོས་རྒྱུ་ལ་གཉན་ཚད་དབྱིན་སྐད་ཐོག་ནས་ཞུ་བ་ན Appendicitis Appendicitis ལ་དེ་ང་ཚོའི་རྒྱུ་ལ་ལ་གཉན་ཁ་རྒྱག་བ་ལ་གོ་བ་རེད་སྤྱིར་བཏང་ན་ང་ཚོའི་བོད་པའི་ཐ་སྙད་ནང་ལོ་གཉན་ཚད་ལ་དེ་གཉན་ཁ་རྒྱག་བ་ལ་གོ་བ་ར་དེ་ནས་ན་ཚ་དེ་ན་པའི་སྐབས་སུ་གཤགས་བཅོས་བྱས་ནས་རྒྱུ་ལ་མ་སྟོན་དགོས་བ་རེད Appendix མ་སྟོན་དགོས་བ་རེད། དེ་རྗེས་ལ་ང་ཚོས་བློ་ཡུལ་གཉན་ཚད། དབྱིན་སྐད་ཐོག་ནས་ཞུ་བ་ཡིན་ན Bronchitis། Bronchitis ལ་ཡ་དེ་ང་ཚོས་རླུང་རྒྱུ་སའི་གཡོ་ཡུལ་ལ་བསྙེན་ཁ་རླུང་རྒྱུ་སར་བློ་ཡུལ་ལ་བསྙེན་ཁ་བརྒྱབ་ནས་དེ་ལ་གོ་བ་རེད། སྤྱི་བཏང་ནས་ན་ཚ་དེ་ན་པའི་སྐབས་སུ་ནད་རྟགས་མང་པོ་ཞོས་རེད་དེ་ན་ལོ་ནས་ང་ཚོ་གློ་རྒྱབ་པ་གང་ཞིག་ལ་གློ་རྒྱབ་དེ་སྐབས་སུ་ཁ་ལུད་མང་པོ་ཐོན། དེ་ནས་དབུགས་བཏང་ཡ་ཀ་ལ་ཁ་པོ་དབུགས་དེ་རིང་པོ་བཏང་མ་ཐུབ་དབུགས་ཐུང་ཐུང་བཏང་ཐུབ་ཡ་འདྲེ་གི་ན་ཚ་དེ་ནད་རྟགས་བྱུང་གོ་རེད། དེའི་རྗེས་ལ་ང་ཚོས་སྐྲན་ནད་ཡང་ན་འབྲས་ནད་དབྱིན་སྐད་དུ་ཐོག་ནས་ཞུ་བ་ན Cancer། ང་ཚོ་ནང་ཆེན་དུ Cancer ལ་རིགས་མང་པོ་ཞུ་བོ་ཡོད་རེད། དཔེ་ཆ་ཆ་ན Bone Cancer། རུས་པའི་འབྲས་ནད། རུས་པ་རྒྱའི Cancer། དེ་ནས་ཡང་མིན་ན Pneumonia Cancer།

དེ་སོགས་ཉེན་ཁ་ལས་བྱུང་སྐོར་རེད། དེ་ནས་ང་ཚོས་གཅིན་སྙི་ནད། ཟ་ཁུ་གཅིན་སྙི་དབྱིན་སྐད་ཐོག་ནས་ཞུ་བ་ན Diabetes། Diabetes ལ་ཡང་ན་ཚ་དེའི་དབྱེ་བ་མང་པོ་ཡོད་རེད། ཨ་ནི་རིགས་གཅིག་དེ་ང་ཚོའི་རིགས་རྒྱུད་ནས་མ་དག་ཡོང་སྐོར་རེད། གལ་སྲིད་སོ་སོའི་ཕ་མ་ལ་ཡང་གཅིན་སྙི་ན་ཚ་ཡོད་ན་ཕྲུ་གུ་ལ་དག་རང་ན་ཡག་གི་ཉེན་ཁ་ཡོད་རེད། ཡང་རིགས་གཅིག་དང་ང་ཚོའི་འཕྲོད་བསྟེན་ལ་དོ་སྣང་མེད་པ་བྱེད། ཟས་ནང་ལོགས་ལ་ཡང་གཅིན་སྙི་ཤུགས་ཆེན་པོ་ཡོད་འགྱུར། མང་པོ་བསགས་ན་ནི་འཕྲོད་བསྟེན་ལ་གནོད་སྐྱེལ་ནས་ནི་ཆགས་དེ་ཚོ་གཙང་མ་མེད་པར་ཆགས་འོ་དེ་ནི་ནི་གཅིན་སྙི་ན་ཚ་ན་ཡོང་གི་སྲིད་པ་རེད། ནི་གཅིན་སྙི་ན་ཚ་དེ་རྫབ་ཆེན་པོ་ཆགས་དུས་སྐབས་སུ་ནི་ང་ཚོ་གལ་སྲིད་གཟུགས་པོ་ལ་རྨ་ར་བོ་ཆེ་བཟོས་པ་ཡིན་ན་རྨ་དེ་ཡར་གསོས་ཡ་ལ་པད་དཀར་ལས་ཁ་པོ་ཆགས་ཡོང་དགོས་རེད། དེ་རྗེས་ལ་ང་ཚོས་འཆམ་རིམས་འཆམ་པའི་རིགས། འཆམ་པའི་ན་ཚ་རིགས་མ་འདྲ་བ་གཉིས་ཤིག་ཡོད་རེད་དེ་ལ། ཨིན་སྐད་ཐོག་ནས་ཞུས་བ་ན། Flu Influenza ཡང་ན Cold། དེ་འཆམ་པ་མ་འདྲ་བ་རིགས་གཉིས་རེད། ཁྱེད་རང་ང་ཚོས་འཆམ་པ་དེ་གཉིས་གཉིས་ཆ་འགོས་ནས་རེད་ཕར་སོང་འགྱོད་འོག་ར་ང་ཚོ། ཡིན་ན་ཡང Flu ལ་ཡི་ན་ཚ་དེ་ཇི་སྐོར་ནད་རྟགས་ལ་ཇི།

ན་ཚ་དེ་བྱུང་སྟངས་དེ་ང་ཚོའི་ནང་རྒྱུན་དུ་ཕོ་བ་ནས་བྱུང་སྲིད་པ་རེད་ང་ཚོའི་རྒྱུག་ལམ་རྒྱུག་མའི་རྒྱུག་ལམ་ཆེ་དང་རྒྱུག་ལམ་ཆུང་བ་གཉིས་ཀྱི་ནང་ལས་བྱུང་སྲིད་རེད་དེ་ག་འདྲས་བྱུང་བ་ལ་ན་ང་ཚོའི་ཕོ་བའི་ནང་ལ་ཡང་སྐྱུག་རྫས་ལ་ཡང་སྐྱུག་མུག་གི་རྫས་ཡོད་རེད་རྫས་དེ་གའི་ང་ཚོའི་རྫས་དེ་དེ་ཤུགས་ཆེ་དྲགས་ན་འོ་དེ་ང་ཚོའི་ཕོ་བའི་རྩིས་པ་ལ་ཡང་རྨ་བཟོས་ནས་འདི་ལ་བརྙན་འགའ་བརྒྱབ་འདྲ་བྱུང་ཟེར་གི་རེད། འདིའི་ན་ཚ་དེ་ན་པའི་སྐབས་སུ་ང་ཚོས་ཁ་ལག་ཟ་དུས་གོ་སོའི་ན་ཟུག་ཤུགས་ཆེན་པོ་བཏང་གི་རེད། ནི་འདི་རྗེས་ལ་ང་ཚོས་འགོ་ནད། Headache། དང་འགོ་ནད་རིགས་མང་པོ་ཡོད་རེད་དེ་ན་ལོ་ནི Migraine ལ་དེ་ཁོ་རང་རང་སྟེང་གི་བྱེ་བྲག་ཆ་ཤས་ཅིག་རེད། རིགས་མང་དྲགས་པ་གཅིག་རེད། ན་ཚ་དེ་ན་པའི་སྐབས་སུ་ད་འགོ་ཟུག་བརྒྱབ་པ་མ་ཟད་གལ་སྲིད་ན་ཚ་དེ། ཟབ། འཇིགས་སྐོགས་ཆེན་པོ་ཆགས་དུས་ན་ཚ་དེ་དུར་འགྲོ་དུས་ཡང་ང་ཚོ་ཞི་མེད་ལངས་སྐྱུ་པ་སྐྱུ་ཡང་ན་མགོ་ཡུ་ཁོག་དེ་ཚོའི་ནད་རྟགས་ཡོང་སྲིད་ཀྱི་རེད། འདི་ནི་ང་ཚོའི་མཆིན་པའི་གཉན་ཚད། དབྱིན་སྐད་ཐོག་ནས་ཞུ་བ་ན Hepatitis། སྤྱི་བཏང་ནི Hepatitis ལ་དབྱེ་བ་མང་པོ་ཡོད་རེད། Hepatitis A B C ལ་ན་ཀ་ཁ་ག་ལ་ནི་ཁོ་རང་དབྱེ་བ་མང་པོ་ཡོད་རེད། དེ་རིང་ངས

གྱི་རྟགས་མཐོང་གོ་རེད། ནས་ཁྱིམ་པའི་ན་ཚ་མང་ཆེ་གལ་སྲིདབཟབ་ཆེན་པོ་བྱུང་བའི་སྐབས་སུ་གལ་སྲིད་ན་ཚ་དེ་དུར་འགྲོ་དུས་པགས་པ་དང་ཤ་ཚ་མ་སེར་པོ་ཆགས་ཡ་གི་དེ་འདྲ་བྱུང་གོ་རེད། དེ་ནས་དེ་རྗེས་ལ་ང་ཚོས་ཁྲག་ཤེད་མཐོ་བའི་ནད་ཨིན་སྐད་ཐོག་ནས་ཞུ་བ་ན Hypertension། སྤྱི་བཏང་ནི Hypertension ན་ཚ་དེ་ལས་ཡག་གོ་རིམ་མང་པོ་ཞུ་ཡོད་རེད། ནང་རྒྱུད་དང་ང་ཚོ་འཕྲོད་བསྟེན་ཨ་རིའི་འཕྲོད་བསྟེན་ལས་ཁུངས་ནས

ལོ་རྒྱུས་ལ་སོགས་པ་བྱུང་གོ་རེ་ནས་ད་དུས་དུས་སྐབས་སུ་ང་ཚོ་དེ་ལ HIV ལ་འོ་རེ་ཡིན་ན་ཡང་ཁོ་ཛབ་ཆེན་པོ་ཆགས་པའི་སྐབས་སུ་ཡང་ཁོ་ནད་རྟགས་དེ་ག་ལེ་ག་ལེ་ཡེད་འགྲོ་རེ་ད་མི་མང་པོ་ཅིག་ཁོ་ཡང་དྲག་དེ་འོ་བསམ་གོ་རེ་ཡིན་ན་ཡང་ཁོ་ག་ལེ་ག་ལེ་ཨེ་ཛི་རྒྱུ་ལེ་འོ་རེ་ཨེ་ཛི་ལ་ན་ཡང་ན་ཚ་དེ་འཇིག་གོ་ཚར་འགྲོ་དུས་ཁོ་ཚ་ཨེ་ཛི་ཆགས་འགྲོ་རེ་ཨ་ནི་ཨེ་ཛི་ཆགས་པའི་སྐབས་སུ་ཨ་ནི་རང་དུས་ཚོད་ཆུང་ཐུང་ནང་ལོ་ལ་རང་གཟུགས་པོ་འཇིག་གོ་མ་ཆགས་འགྲོ་རེ།

ཡིན་ཡང་གལ་སྲིད། དབང་པོ་འདི་ཀྱི་སྨན་རྫས་རིགས་དེ་སྟོན་ཡང་ཉུང་དྲགས་པ་ཡིན་ན། ང་ཚོ་ན་ཚ་དེ་ཧའི་ཕོ། དང་གལ་སྲིད་མཛེས་དྲ་བོ་ག་རེ་ཡང་གཟུགས་པོ་གོ་ཡ་གྱ་གྱི་སྨན་དེ་ཉུང་དྲགས་དེ་དགོས་སོ་ཧའི་ཕོ་ལ་བ་རེད། དེ་ན་ཚ་དེ་ལས་བ་རེད Hypothyroidism ལ་ནི། ན་ཚ་དེ་ན་པའི་སྐབས་སུ་ང་ཚོ། ཁྲག་ཤེད་མ་ཆག་འགྲོ་བ་རེད། མི་དུས་ཚོད་ཐུང་ཐུང་ནང་ལོན་ལ་ལྗིད་གོ་ཡ་ཕ། རྒྱབ་པ་ཆག། ཨ་ནི་ཡིན་ང་ཚོའི་གཟུགས་པོ་སྐྱོ་བོ་ཆག།

བློ་རྒྱ། མཚན་ལས་ཡང་རྔུལ་ནག་ཐོན་ལ་སོགས་པ་དེ་འདྲའི་ནད་རྟགས་བྱུང་བ་རེད། སྤྱིར་བཏང་ནི་ང་ཚོའི་འདི་ན་ན་ཚ་ཡོད་འཇུག་མང་ཆེ། ང་ཚོ Immune System ལགས་ད་ང་ཚོའི་བོད་རྒྱལ་ནང་ལ་ཞུ་ན་ལུང་གཟུགས་མ་ལགས་ལ་ནི་དེ་གི་ནུས་པ་ཡོད་ནས་བྱུང་བ་རེད། དཔེ་ཆ་ཤ་ན་ད་ལུས་ཟུངས་མ་ལགས་ལ་ན། ང་ཚོའི་ཕྱུ་པོ་དེ immune system དེ་གའི་ང་ཚོའི་ཕྱི་ནང་ལ་ཡོང་པའི་ན་ཚ་གསར་བ་དེ་འབུ་སྲིན་དེ་ཚོ་ངོ་འཕྲོད་ནས་ཨ་ནི་བཀག་འགོག་བྱས་ཡ་དང་འབུ་སྲིན་དེ་ཚོ་བསད་ཡ་དགེ་སོ་སོའི་ཕྱུ་པོ་ནང་ནུས་པ་དེ་ཡོད་རེད་འོ་དེ་ད་གལ་སྲིད་ཕྱུ་པོ immune དེ་སྐྱོ་པོ་ཆགས་སོ་སོའི་ཕྱུ་པོ་དེ

མེད་པའི་འདྲེ་བྱུང་བས་ན་ཚང་མ་བཟོད་བསྲན་གནང་རོགས་གནང། གལ་སྲིད་ན་ཚ་གང་རུང་གིས་ཁྱོད་ཚོ་ཟ་བོ་རྒྱས་པ་དེ་གཏིང་ཟབ་བ་ཧ་གོ་གནས་དྲུག་ན་ང་ཚོ་དྲ་རྒྱའི་འོག་ལས་ཡ་ལན་བཞག་རོགས་གནང་ཐུགས་ཆེ་གནང།